ད་ཡིན་ན་དེ་འདྲའི་སྐད་ཆ་ཞིག་ཡོང་རེད། ད་དེའི་སྐད་ཆ་དེ་ལ་ཡང་བཤད་སྤྲོས་བྱས་པར་དེའི་ལན་དེ་ང་ཚོས་རྒྱག་པ་ཡང་གལ་ཆེ་གི་མི་འདུག་བསམ་དྲན་འདུག་དེ་ཡང་ང་ཚོའི་སྤྱི་ལོའི་དུས་རབས་གཉིས་པ་ཙམ་ལ་ཡང་བྱུང་བའི་གི་བྱེ་བྲག་བཤད་པ་ཆེན་པོའི་ནང་ལོགས་ལ་ལན་སྐྱོན་ཚང་ཞིག་བྱས་ཙང་དེ་ལ་ཡང་ང་ཚོས་ལན་གསར་པ་རྒྱག་པ་ཡང་གལ་མི་འདུག་ང་ཚོ་གཅིག་བོད་པའི་གི་ཁ་དཔེ་བྱས་པར།

འདུལ་བའི་ནང་ལོགས་ལ་ངའི་དམ་པའི་ཆོས་ནི་ལོ་སྟོང་ངམ་དེ་ལས་ལྷག་པར་གནས་པ་གནས་པ་ཡིན་པ་ལ། ཨ་ནེ་བུ་མེད་རབ་ཏུ་བྱུང་བའི་དབང་གིས་ལོ་ལྔ་བརྒྱ་ཁྲི་སོ་རེ་སོང་ཡོད་པ་རེད། ལོ་ལྔ་བརྒྱ་ཁྲི་བ་རེ་སོང་ཡོད་པ་རེད། ད་དེའི་སྐབས་དམ་པའི་ཆོས་ལོག་སྟོང་དུ་གནས་ཟེར་དམ་པའི་ཆོས་དེ་ག་ལ་ངོས་འཛིན་པ་རེད། ད་རེ་ལོག་སྟོང་དུ་གནས་པ་ཟེར་ཏེ་ཐལ་གྱི་མི་འདུག་ཅེས་དེ་དུས་དོགས་པ་ཀུན་སློང་དུ་བྱེད་དོ། དོགས་པ་ཀུན་སློང་ག་རེ་བྱས་ཡོད་རེད་ཟེར་ན་སྐབས་དེ་དུས་ས་ནས། ད་ལྟ་དེ་བྱེ་བྲག་བཤད་པ་ཆེན་པོ་དེ་ཚོ་དར་བསྡད་པའི་སྐབས་ལ་ཡང་ཨ་ནེ་སངས་རྒྱས་ཀྱི་བསྟན་པ། བརྒྱ་ཕྲག། ག་རེ་ཟེར་ལྔ་བརྒྱ་ཕྲག་གཉིས་ཡོད་པའི་ནང་ན་ལྔ་བརྒྱ་ཕྲག་དང་པོ་དེ་སོང་ཟིན་ནས་ལྔ་བརྒྱ་ཕྲག་གཉིས་པ་ལས།

བསྟན་པ་དང་པོ་ལོ་སྟོང་ཕྲག་གཅིག་གནས་ཡ་ཡོད་གསུངས་བ་ཨ་ལོ་སྟོང་ཕྲག་གཅིག་གནས་ཡ་ཡོད་པའི་ནང་ལོ་ལོ་ལྔ་བརྒྱ་དེ་ཨ་ནི་བུད་མེད་རབ་ཏུ་བྱུང་བ་ལ་བརྟེན་ནས་ཨ་ནི་ཁྲི་སོགས་རེད་གར་ཉུང་རུ་ཕྱིན་པ་རེད་ལབ་ཏེ་ད་ག་ཚད་ལྷག་རེད་ལྔ་བརྒྱ་མ་གཏོགས་ལྷག་ཨོ་མ་རེད་ད་ཡིན་ན་ཡང་བྱེ་བྲག་ཤེས་ཚོད་ཆེན་པོ་བྱུང་བསྡད་པའི་སྐབས་ལ་ལྔ་བརྒྱ་ཕྲག་དང་པོ་དེ་ཕྱིན་ས་ན་ལྔ་བརྒྱ་ཕྲག་གཉིས་པ་ལས་ནས་ལོ་ལྔ་བརྒྱ་ཕྱིན་ས་ད་དུང་ཡང་བསྟན་པ་གནས་བསྡད་ཡོང

དེ་ཅིག་འདི་བཞེས་ཐ་མ་དེ་ཡག་རེད་འདུག་དེ་ག་རེ་གསུང་བ་རེད་ཟེར་ན། སྐབས་དེ་དུས་ས་ནས་བུད་མེད་རབ་ཏུ་བྱུང་བའི་སྐབས་ལ་ཡང་ཨ་ནི་སངས་རྒྱས་ཀྱི་ལྕི་བའི་ཆོས་རྒྱལ་ཟེར་ཡག་དེ་ཁས་ལེན་བཅུག་པ་རེད་ཟེར་གལ་སྲིད་ལྕི་བའི་ཆོས་རྒྱལ་དེ་ཁས་མ་བླངས་ན་ཨ་ནི་སངས་རྒྱས་ཀྱི་བསྟན་པ་ལོ་ལྔ་བརྒྱར་འགྲིལ་འགྲོ་དགོས་ཡག་རེད་ཟེར་ཡིན་ན་ཡང་བུད་མེད་དེ་ཚོས་ལྕི་བའི་ཆོས་རྒྱལ་ཁས་བླངས་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་སངས་རྒྱས་ཀྱི་བསྟན་པ་ལོ་ལྔ་བརྒྱ་དེ་འགྲིལ་ཡོད་མ་རེད་ཟེར།